ལྷན་གྱིས་ཚོགས་མ་ལ་འཚམས་འདྲི་ཞུ་བ་ཡིན། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་གསུམ་པའི་ཚེས་བཞི་དེ་རེད། དེ་རིང་ང་ཚོ་ད་ཕན་གྱི་གྲོས་ཚོགས་འདི་དག་ནི་ང་ཚོ་འདས་ལ་ད་ལྟ་ཞི་བའི་སྐོམ་འགྲོས་ང་ཚོ་བོད་རིགས་མི་མང་གི་གྲ་བའི་གོ་སྒྲིག་འོག་ལ་བརྟེན་ནས་གི་ཞི་བའི་སྐོམ་འགྲོས་དེ་གོ་སྒྲིག་བྱེད་བཞིན་བྱེད་བཞིན་པ་རེད། ད་ལྟ་འདས་ལ་མཛའ་བརྐོས་ཆོས་འབྱུང་ཚོགས་ནས་གི་ང་ཚོ་ཚང་ཚང་ཡིན་ཚང་ཡིན་འདྲ་འདྲ་སྤྱི་བདེ་སྲིད་འཛིན་ཆུས་སྤྱོད་པ་དེ་འཛུགས་རིགས་ལ་འཛུགས་རིགས་ལ་ཕར་ཞོག་ལ་ང་ཚོ་དེ་གོམ་བགྲོད་བྱེད་ཡ་དེ་རེད་བོད་རིགས་མི་མང་ངོ་ནས་གོ་སྒྲིག་བྱས་ནས་ང་ཚོ་གསར་ཤོག་གང་ལ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བྱེད་ཡ་དང་དེ་རིང་གྲོས་ཚོགས་སྦས་ཡུན་གྱི་ང་ཚོ་གྲོས་ཚོགས་འདི་དག་ནས་ཞུ་གི་ཡོད་རྣམ་པ་ཚང་མ་ལ་འཚམས་འདྲི་བྱེད་ཡ་དང་ད་ང་ཚོ་མགྱོགས་པོ་རྗེས་ཡོང་ལམ་ཀ་ནས་རྣམ་པ་ཚོ་མཉམ་ཞུགས་བྱེད་ངེས་ཡོད་ན་ཡང་ཡག་པོ་འདུག་ཟེར་ཡ་ཡིན་དེ་ནས་ང་ཚོ་གང་མགྱོགས་ཀྱང་རྗེས་ཡོང་བྱེད་ཡ་ཡིན་ཚང་མ་ལ་འཚམས་འདྲི་ཞུ།

ཨ་ནི་གུས་ཅང་སྔོན་དུ་ཕུད་པའི་ཐོག་ནས་ཨ་ནི་ད་རིང་ང་ཚོ Swiss དང Liechtenstein བོད་རིགས་མི་དམངས་སྒྲིག་འཛུགས་ཀྱིས་གོ་སྒྲིག་ཞུས་པའི་བུ་སྟོན་དང་སྦྲགས་ནས་ལས་གཞི། གོམ་བགྲོད་ཀྱི་ལས་གཞི་གལ་ཆེན་པོ་ཅིག་དབུ་འཛུགས་གནང་གི་ཡོད་རེད། ད་འདི Zurich། Bern། ནས Swiss གྱི་རྒྱལ་ས Bern ནས་ཨ་ནི Zurich བར་དུ་བོད་ཡ་རེད། ཨ་ནི་འདི་ལ་མཉམ་ཞུགས་གནང་མཁན་ལྷན་རྒྱས་ཚང་མ་ལོ་ལེགས་ཨ་ལས་དང་པོ་ཐོ་ཅི་ཆེ་དང་རྗེས་སུ་ཡི་རངས་ཞུ་ཡ་ཡིན། ཨ་ནི་རྩ་བའི་གི། ཨ་རྣམ་པ་ཚོ་ཚང་མས་ཀྱི་སེམས་ཤུགས་རང་གི་ཐོག་ནས་ད་ཉི་མ་བདུན་གྱི་གོམ་བགྲོད་དེ་ཕེབས་ཀྱི་ཡོད་རེད་ཨ་འདི་ཕེབས་པའི་སྐབས་སུ་ཨ་རྩ་བའི་ཀྱི་ད་རྣམ་པ་ཚོ་ཁྲིམས་དང་སྒྲིག་གཞི་ཆ་ཚང་ཅིག་མཁྱེན་ཐོག་ཡོད་པའི་ཐོག་ནས་ཕེབས་ཀྱི་རེད་དེ་ཡིན་པའི་ཡིན་ནས་ཐུགས་ནང་ལས་ག་དུས་ཡིན་ནས་ལས་ང་ཚོའི་ཀྱི་ལས་གཞི་ག་འདྲེ་འདྲ་པོ་ཅིག་ཕེབས་པའི་ཡིན་ནས་འདི་བོད་ནང་ལས་ཡོད་པའི་བོད་མི་ཚོ་ཀྱི་ཆེད་དུ་ཕེབས་ཀྱི་ཡོད་པ་དང་བོད་ཀྱི་བདེན་མཐའ་སེ། འཐབ་རྩོད་ཀྱི་ཆེད་དུ་སྤེལ་གྱི་ཡོད་པ་དེ་ནི་ཐུགས་ལས་ཅང་ཅང་གནང་རོགས་གནང་ཞུ་ཡ་ཡིན་རུ་ཨ། ཨ་འདི་ནས་ཐ་སྙད་ཀྱིས་ཁོ་རང་ད་རིང་ང་ཚོའི་གི་སྐུ་མགྲོན Swiss གྲོས་ཚོགས་འཐུས་མི་ཕེབས་ཡོད་ཙང་ངས་དབྱིན་སྐད་ཐོག་ན་ཅིག་ཚིག་ཁ་ཤས་ཅིག་ཞུ་ཆོག་པ་བྱིན། Today as we assemble in front of the Parliament of Switzerland,

དེ་རིང་གི Swiss དང Liechtenstein བོད་མི་མང་གི་བོད་རང་དབང་དང་བདེན་པའི་འཐབ་རྩོད་ཀྱི་གོ་སྒྲིག་ཞུས་པའི་གཙོ་བོ་ད་ལན་གྲོས་ཚོགས་འཐུས་མི Katarina དང་གཙོ་བོ་རི་གོང་གོང་པོ་མཁན་རིན་པོ་ཆེ་གཙོ་བོ་ཡོད་པའི་དོན་ཁང་དེ་ན་བཞིན་ང་ཚོ་ལས་བྱེད་རྒྱུན་ལས་རྣམ་པ་ཚང་མ་བྱས་གང་དགའ་ནི་གལ་ཆེ་ཤོས་དེ་ད་ལན་ཁྱེད་རྣམ་པས་ཚང་མས་ཀྱི་དེ་ལ་དངོས་གནས་ཁོ་ར་བསམ་ཤེས་བྱས་ཀྱི་གལ་ཆེན་པོ་རྩིས་བྱས་རེད་བ་ཁྱེད་རྣམ་པ་ཕྱག་རོགས་ཞུ་བ་དེ་ན་བཞིན་ང་ཚོ་གི་རྒྱུན་ལས་འཐུས་མི་ཚང་མས་ཀྱི་དུས་ཚོད་ཐུང་ཐུང་ཅིག་གནང་ལ་དེ་འདྲའི། བྱམས་བརྩེ་གི་ལོ་ལ་དེ་འདྲའི་གོ་སྒྲིག་ཞུ་ཐུབ་པ་དེ་ང་རང་ཚོ་གཟི་བརྗིད་དང་དེ་ནང་བཞིན་ཁྱེད་རྣམ་པ་ད་ལན་དངོས་གནས་ཁོ་རང་ལགས་ནས་ཐལ་མོ་སྦྱར་ནས་ད་ག་འཇའི Swiss དང་ལས་དུས་ཚོད་ནང་བོད་མི་མི་དམངས་ཀྱི་སྒྲིག་འཛུགས་ཀྱི་ཐོག་ནས་ངས་ཕུལ་ཆད་ཞུ་གི་ཡོད་ད་ལན་གོམ་བགྲོད་དེ་ད་ག་འཇའི་ཡག་པོ་བྱ་བ་ཚགས་ཚུད་པོ་བྱ་ཡ་ད་དེ་ད་ལན་མུས་ཐོད་ནས་ང་ཚོ་ད་ལན་དེ་གོམ་བགྲོད་དེ་དངོས་གནས་ཁོ་རང་ལས་འགུལ་ཅིག་སྤེལ་ཐུབ་ཀྱི་ཡོད་རེད་དེ་ནང་བཞིན་མ་འོངས་པ་ཡ་ན་ང་ཚོ་གི་བོད་ཀྱི་བདེན་མཐའ་མ་གསལ་བར་དུ་ལས་འགུལ་སྤེལ་དགོས་རེད་དེ་འདུག་ག་ལ་ཚང་མས་ཀྱི་ཐུགས་བསམ་བཞག་བྱས་ནས་ག་འཇའི་ཁྱེད་རྣམ་པ་དངོས་གནས་ཁོ་རང་ད་ལན་བྱ་བ་ལམ་འགྲོ་ད་ག་རེ་ཐོག་ནས་གོམ་བགྲོད་ལ།

གྲ་སྒྲིག་བྱས་པ་དེ་ལ་མཉམ་ཞུགས་བྱེད་ཡག་གི་གོ་སྐབས་བྱུང་བ་དེ་ཤ་དགའ་བོ་བྱུང། གཅིག་ནི་ནི། གཅིག་གིས་ང་རང་ནམ་རྒྱུན་རྒྱུན་དུ་ནས་འཐབ་རྩོད་དེ་ད་ང་རང་ཚོ་མི་རབས་ལ་ཁྲིད་ཁྲིད་ཞབས་པའི་གི་ལས་འགན་གལ་ཆེ་ཤོས་ཤིག་མཐོང་གི་ཡོད་དེ་ཚོ་ངས་ལྟ་བ་རེ་ཞིག་དེ་ཤེས་བསྡུས་ཀྱི་ཡོད། དེ་འདྲ་ཡིན་ཙང་དེ་རིང། སུད་བོད་རིགས་ཚོགས་པའི་དགེ་གསུམ་ཆོས་དུས་དྲན་སྟབས་བསྟུན་ཏེ་ཐེངས་གཅིག་གི་ཞི་བདེ་གྱི་གོམ་བགྲོད་ཅིག་གྲ་སྒྲིག་བྱས་པ་དེ་ལ་མཉམ་ཞུགས་བྱེད་ཡ་དེ་གོ་སྐབས་བཟང་པོ་ཞིག་བྱུང་སོང་བསམ་སྟེ་ང་རང་ཡང་དེ་ན་ལོས་གཅིག་གི་ཕྱག་ཞེན་གླེང་བ་ཡིན། ཨ་ནི་དེ་རིང་གཅིག་གི་གནམ་གཤིས་ཡང་ཧ་ལས་པའི་གི་གནམ་གཤིས་ཡག་པོ་བསྟན་སོང། ཨ་ནི་གོམ་པ་རྒྱས་པའི་ཡང།

དེ་ཡིན་ཙང་དེ་རིང་གོམ་བགྲོད་མཉམ་དུ་བྱེད་པའི་སྐབས་ལ་ཡིན་ན་ཡང་ཨ་ནེ་ངོ་གཅིག་གཅིག་ངོ་སྤྲོད་བྱེད་ཡ་དང་ཨ་ནེ་གཅིག་གཅིག་གི་ལོ་རྒྱུས་དུ་གསུང་ཡ་ངས་གོ་སྐབས་བྱུང། ཨ་ནེ་དེ་འདྲ་ཡིན་ཙང་དེ་རིང་ང་རང་གཅིག་གི་སུས་ང་རང་ཚོ་བོད་རིགས་ཚོགས་པའི་གི་གཅིག་གི་འཐབ་རྩོད་ཀྱི་ངོ་བོ་ཐོག་ནས་གོམ་བགྲོད་འདི་འདྲ་ཞིག་གོ་སྒྲིག་ཞུས་པ་དེ་ལོ་མཉམ་དུ་བཅར་ཡ་གི་གོ་སྐབས་བྱུང་པ་དེ། ང་རང་དཔེ་ཁ་ལས་པའི་དགའ་བོ་བྱུང། སྐུ་ངོ་ད་ང་ཚོ་ཇི་ནང་ང་ཚོ་ད་དགོས་ཇི་ནང་གི་ད་འདི་ལིང་གོན་ད་མང་པོ་འདྲ་དཔེར་གི་ཡོད་རེད་ད་ནམ་རྒྱུན་འདི་ནི་ལྟས་སུ་དང་སང་ལྟས་སུ་མྱོང་རེ་འགྲོ་ད་གི་འདུག་དེ་དེ་སྐུ་ངོ་དེ་རིང་ད་ང་ཚོ་བོད་རིགས་མི་མང་ངོ་ནི་གི་ཞིང་བའི་གོམ་བགྲོད་སི་སིམ་གྱི་དེ་རིང་ཁི་ལ་ཉེ་བ་ཆགས་གི་ཡོད་རེད་དེ་ནི་ད་ང་ཚོ་བླ་མ་དེ་རྒྱལ་བ་ཡུལ་གྱི་ནོར་བས་གཅིག་དེ་དགོང་ལོ་འདྲིས་རེ་འགྲོ་གི་ཡོད་རེད་དགོང་ལོ་དགུ་བཅུ་པའི་འོ་རེད་ད་ལོ་ཅི་ད་ཞམ་ཚིག་གི་ལོ་གྱོན་ཡོང་གི་རེད་དེ་སྐུ་ངོ་གི་དེ་རིང་ང་ཚོ་གོམ་བགྲོད་ཅི་ཡ་དེ་ཞམ་ཚིག་གི་ལོ་དེ་བརྩི་གི་ཡོད་ན་མེད་ན་ག་འདྲས་ཡིན། ད་ངས་ནམ་རྒྱུན་ནས་གཅིག་གི་གཅིག་གི་བྱམས་བརྩེའི་ལོ་གསོལ་ཡ་གསུང་འདྲ་ད་ཨ་ནི་གཅིག་གི་ནམ་རྒྱུན་ལོ་རེ་རེ་ལས་མིང་འདྲ་མི་འདྲ་བཏགས་བྱས་ཡ་ཞིག་འདུག་བ། དེ་ང་དེ་ཙམ་གྱིས་ངས་ཡང་གཅིག་གི་ཞེའུ་ཅིག་ངས་གནད་འགག་རྩིས་ཀྱི་མེད་རྒྱུ་མཚན་ག་རེ་ཟེར་ན་ང་རང་གཅིག་གི་ད། བོད་མི་ཡིན་པའི་རྗེས་ལོ་བོད་མི་གི་སྣེ་གཅིག་གི་འཐབ་རྩོད་ཀྱི་ལས་འགན་ཅིག་ཡོད་རེད་བསམ་གྱི་འདུག་དེ་འཐབ་རྩོད་ཀྱི་ལས་འགན་དེ་སྣེ་གཅིག་གི་དུས་རྟག་ཏུ་སོ་སོའི་གི་འགན་ཡིན་པ་ཅིག་ངས་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་དེ་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་ལོ་ཁ་ཤས་ལ་འགན་དེ་འཁྱིལ་བ་ཅིག་ལོ་ཁ་ཤས་ལ་འགན་དེ་ཆུང་བ་ཡོད་པ་ཅིག་ངས་མཐོང་གི་མི་འདུག་དེ་འདྲ་ཡིན་ཙང་ཡིན་ན་ཡང་ད་ཅིག་གི་གཞན་ནི་ཡང་གཅིག་གིས་མི་མང་པོ་ཅིག་ནི་ཡང་གཅིག་གི་ལས་འགུལ་གྱི་ནང་ལ་ཕྱག་བཞེས་གླེང་ཡ་དང་མཉམ་ཞུགས་བྱེད་ཡ་ཆེད་དུ་ཡང་གཅིག་གི་མིང་འདྲ་མི་འདྲ་བཏགས་ཏེ་ནི་ཡང་གཅིག་གི་རྣམ་འགྱུར་འདྲ་མི་འདྲ་ཐོག་ནས་མི་གང་མང་མང་ཅིག་ནི་ཡང་ལས་འགུལ་ནང་ལ་མཉམ་ཞུགས་བྱེད་ཡ་གི་ཐབས་ཤེས་བྱེད་པ་དེ་ཡང་སྐྱོན་ངས་མཐོང་མི་འདུག་དེ་ནས་ང་རང་སྒེར་གྱི་ཡང་དེ་དམིགས་བསལ་ཅིག་གིས་ད་དེ་རིང། ཡང་ནི་གཅིག་གིས་མིང་དེ་འདྲ་ཞིག་བཏགས་ཡོད་ས་ནི་དམིགས་བསལ་གལ་ཆེན་པོ་རེད་བསམ་ཡ་དང། ནམ་རྒྱུན་དེ་མིང་བཏགས་མེད་པས་ནི་གལ་ཆུང་ཆུང་རེད་བསམ་ཡ་དེ་འདྲ་ང་གང་མེད། ཨོ་དེ་རིང་སྤྱི་བཏང་ང་ཚོ་ད་གོམ་བགྲོད་ཀྱི་རེད་ལམ་ཁ་ནས་ཡང་ཅིག་དཀའ་ངལ་བྱུང་ཡ་རོ་དེ་འདྲས་ཁེ་ཁི་ལི་ཁ་ཡ་རོ་དེ་འདྲས་བྱུང་མ་སོང། དེ་འདྲས
སྟབས་ཡ་གམ་བྱུང་བྱུང་ང་རང་བྱུང་མ་སོང་ཨ་ནི་ངའི་གི་ཅིག་གི་མཉམ་ཞུགས། ཇི་སྐད་ཡན་དག་ཚུར་ལེན་ཡང། དམིགས་བསལ་གྱི་དཀའ་ངལ་ཆེ་བ་དེ་འདྲ་གང་བྱུང་མ་སོང་བསམ་གྱི་འདུག་ང་རང་ཡིན་ན་ནམ་རྒྱུན་རྒྱུན་དུ་གནས་ཡང་གནས་གཅིག་གི་རྟག་ཏུ་གོམ་པ་ཞེ་དྲག་རྒྱབ་མཁན་ཞིག་ཡིན་ཞོག་སྐད་ལྟག་སྐོར་རེ་ཞིག་གམ་པ་ཇི་ག་འགྲོ་གི་ཡོད། དེ་འདྲ་ཡིན་ཙང་དེ་རིང་ཁྱེད་ཀྱིས་བོད་རིགས་ཚོགས་པའི་གི་དེ་འདྲའི་གི།

དེ་ཨེ་ནི་གཅིག་གི་ད་གང་ཚེ་གཅིག་གི་ང་རང་ཚོ་བོད་མི་ཚོ་ལོ་ད་འདི་གི་བོད་མི་གི་མི་རབས་ཚོ་ལོ་ཕྱོགས་གཅིག་ནས་ཨེ་ནི་སོ་སོ་གཅིག་གི་སོ་སོའི་ལུང་པ་དེ་རྒྱ་མི་དམར་པོའི་གི་བཙན་བོ་འོག་ལ་གནས་དུ་ཡོད་རེད་ཨེ་ནི་རྒྱ་བོ་རིན་པོ་ཆེ་གཙོས་པའི་གི་བླ་ཆེན་མང་པོ་ཆེ་དང་བོད་མི་མང་པོ་ཆེ་ཡང་བཙན་བྱོལ་ནང་ལ། སྦྱར་ཏེ་བསྡད་དགོས་གནད་དུ་ཡོད་རེད། དེ་འདྲ་ཡིན་ཚེ་ཕྱོགས་གཅིག་ནས་བལྟས་པས་ནི་ང་ཚོའི་གི་བོད་པའི་གི་གནས་སྟངས་དེ་ནི་གཅིག་གི་ང་རང་ཚོ་གི་ལོ་རྒྱུས་ནང་ལོ་ཆོས་ནས་བྱུང་མེད་པའི་གི། ཚབས་ཆེན་པོ་དང་ཐབས་སྐྱོ་པོ་གི་ལོ་རྒྱུས་ཀྱི་ཆ་དུ་ཡོད་རེད། ཡིན་ན་ཡང་ཕྱོགས་གཞན་དག་ཅིག་ནས་བལྟས་པ་ཡིན་ན། ད་ང་རང་ཚོ་གི་མི་རབས་འདི་ལོ་ང་རང་ཚོ་གི་བློ་གྲིམས་ཏེ་ཨ་ནི་རྒྱ་རོ་མི་ཞིག་དབུ་ཁྲིད་འོག་ལོ་ཨ་ནི་རྡོག་རྩ་གཅིག་སྒྲིལ་བྱས་ཏེ་ནུས་པ་མཉམ་སྤུངས་བྱས་ཏེ་བློ་གྲིམས་ཀྱི་ཤུགས་རྒྱག་གི་ཡིན་མིན་ན། ཨ་ནི་ཡང་ང་རང་ཚོ་གི་ཨ་ནི་གཅིག་གི་བུ། རྒྱལ་ཁབ་ཆེན་པོ་དེ་དང་བོད་མི་དམངས་གནས་གཅིག་གི་སླར་གསོ་བྱེད་ཡ་དང་བོད་ནང་ལོ་བོད་ཀྱི་རང་དབང་སླར་གསོ་བྱེད་ཡ་དང་བོད་པའི་རིག་གཞུང་སླར་གསོ་བྱེད་ཡ་དང་བོད་པའི་གི་གཅིག་གི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སླར་གསོ་བྱེད་ཡ་གི་གོ་བུ་བཟང་པོ་ཞུ་བྱེད་ཡོད་རེད་བསམ་འདུག་དེ་བྱེད་ཙང་ཀ་གཅིག་གི་ང་རང་ཚོ་གི་མི་ཚེ་གི་ལག་པ་ན་ལ་ཡོད་ཤ་པ་ཞིག་རེད། དེ་ཡིན་ཚེ་ང་རང་ཚོ་གིས་གཅིག་གིས་སོ་སོས་སོ་སོའི་གི་མི་རབས་ལ་ཁྲིད་བྱེད་པའི་ལས་འགན་དེ་སོ་སོའི་གི་ངོ་ངོ་ཡག་པོ་ཅིག་རྟོགས་ཐུབ་པ་བྱས་ཏེ་སློབ་འགྲིམ་དེ་དཀའ་ལས་རྒྱབ་པ་ཡིན། ངའི་བོད་པའི་གི་འཐབ་རྩོད་དེ་གི་ལེའུ་མཐའ་མ་དེ་ད་ལྟ་བྲི་ཡ་བསྡད་དུ་ཡོད་རེད། དེ་ཡིན་ཚེ་ལེའུ་མཐའ་མ་དེ་ཨ་ནི་གཅིག་གི་ལོ་རྒྱུས་གཅིག་གི་ལོ་རྒྱུས་མཐའ་མ་དེ་ག་འདྲ་སེ་ཆགས་མ་ཆགས་དེ། ལོ་རྒྱུས་མཐའ་མ་དེ་ལེའུ་མཐའ་མ་དེ་ག་འདྲ་ཞིག་ཅིག་བཀོད་དང་མ་བཀོད་ཟེར་དེ་ང་རང་ཚོའི་ལག་པ་ན་ལ་ཡོད་རེད། དེ་འདྲ་ཡིན་ཙང། དེང་སང་གི་བོད་མི་ཚོ་ལོ་མི་བོད་མི་མི་རབས་དེ་ཚོ་ལོ་བོད་ཀྱི་ལོ་རྒྱུས་ན་ལོ་གཉིས་གཅིག་གི་རྐང་རྗེས་ལག་རྗེས་བཞག་ཐུག་ཡག་གི་གོ་སྐབས་བཟང་པོ་ཞིག་ཞིག་ཡོད་རེད་བསམ་གྱི་འདུག་དེ་ཚོའི་གོ་སྐབས་དེ་ཆུད་ཟོས་དེ་མ་བཏང་ཡང་བྱས་ཐེ་གལ་ཆེན་པོ་ཞིག་རེད། གལ་ཆེན་པོ་ཞིག་ཀྱང་རེད། ཚོགས་གཙོ་དངོས་དོན་རྒྱ་མཚོ་ལགས་ད་ལྟ་ང་ཚོ་བོད་རིགས་མི་མང་གི་ཚོགས་གཙོ། ད་ལྟ་དེ་རིང་འགའ་ང་ཚོ་ད་ཞི་བའི་གོམ་བགྲོད་ཀྱིས་ང་ཚོ་སུམ་ཆའི་དུས་དྲན་དུས་ཁྱེད་ལ་ཉེ་བ་ཆགས་ཀྱི་ཡོད་རེད་དེ་རིང་ཚེས་བཞི་ཉིན་འགའ་ང་ཚོ་གོམ་བགྲོད་བྱེད་འདུག་ད་སང་ཉིན་སུམ་ཆའི་དུས་དྲན་བར་དུ་གོམ་བགྲོད་ཅིག་གནང་གི་འདུག་དེ་དུས་དེ་རྒྱལ་བ་རྒྱ་མཚོ་ག་རེ་ཡིན་ན་རྗེ་དགོན་ཡང་རྒྱ་མཚོ་འགྲོ། ད་གཙོ་བོ་ད་གངས་ཅན་སུམ་ཅུ་དུས་དྲན་གྱི་སྲུང་བརྩི་འདི་ད་ང་ཚོ་གི། ད་བོད་ས་ཤོར་བྱས་ནས་ད་གང་བྱས་རེད་པ། ཨ་ནི་ད་ཐེངས་དྲུག་ཅུ་རེ་བདུན་ཆགས་ཀྱི་འདུག་ད་འདི་ངོ་ཚོ་གི་ད་བཙན་བྱོལ་ནང་ལ་ཡོད་པའི་ད་ཕྱི་རྒྱལ་ག་ཡིན་ན་རེད་ད་གང་བྱས་བོད་པའི་ཡོད་ས་ཚང་མ་ལ་ད་གང་བྱས་ད་ལན་བོད་ཀྱི་བདེན་མཐའ་དང་རང་དབང་འཐབ་རྩོད་ཀྱི་ད་རྒྱ་ལངས་ཟེར་ན་རེད་དེའི་གི་དམིགས་པ་ཟེར་ན་རེད་ད་གང་བྱས། གང་ཅིའི་རྗེས་སྨྲས་པ་དག་གང་ཅི་སོ་སོ་གི་འཐབ་རྩོད་ཀྱི་ངོ་བོ་ལ་ན་རེ་རྒྱུན་མ་ཆད་པ་དེ་འདྲས་ཀྱི་ང་རང་ཚོ་གི་རྒྱལ་སྤྱིའི་གི་སྡིངས་ཆ་གི་ཐོག་གི་བརྡ་སྤྲོད་ཡ་གཅིག་པུ་མ་ཡིན་པ་བོད་པའི་གི་ནང་ཁུལ་གྱི་སེམས་ཁུལ་ལ་དངོས་གནས་ཁོ་རང་ང་རང་ཚོ་འཚོ་བ་གཅིག་བསྐྲུན་འཐུས་ཡ་དང་ལྷག་པར་དུ་རྒྱ་ཞེན་དང་འཐབ་རྩོད་ཀྱི་ངོ་བོ་གི་དག་གང་ཅི་མཚོན་ད་ཆགས་ཡོད་རེད་འདིའི་དག་ང་རང་ཚོ། དམངས་གཙོ་གི་རྒྱལ་ཁབ་ལ་ང་རང་ཚོ་སྡང་བ་ཡོད་པ་ནང་བཞིན་ང་རང་ཚོ་གི་འདི་འགན་འཁྲི་ཙམ་མ་ཡིན་པར་བོད་ནང་གི་བོད་མི་ཚོ་ལ་དེ་སྡང་བ་དེ་ཡོད་མ་རེད། ད་དེ་འདྲའི་གི་འདུག་ག་ལ་ང་ཚོ་ད་ལན་གྱི་ལོ་དྲུག་ཅུ་རེ་བདུན་འཁོར་དགོས་རེད། དེ་ག་ལྷག་པར་དུ་ད་རྒྱ་བ་རིན་པོ་ཆེ་དགུང་གྲངས་དགུ་བཅུ་གི་ད་དགུ་དོན་བཏང་ཆེད་ད་ལན་བྱམས་བརྩེ་ལོ་ཆགས་ཀྱི་ཡོད་རེད། དེའི་ཐོག་ལ་དམིགས་བསལ་གྱི་ང་རང་ཚོ་ད་ཐུགས་མོ་འཐུས་མི་ལ་ན་རེ་སུས་ད་ལིག་ཏུན་སི་ཏན་བོད་མི་མང་གི། ཁོ་རང་ཚོ་གིས་ད་སྐུ་ཚབ་འཐུས་མི་ཆགས་སྐོར་བ། ང་རང་ཚོ་ཚང་མས་ཀྱི་གྲོས་བསྡུར་ལྷུད་པོ་བྱས་ནས་གང་བྱེད་ཅི་འདྲ་དང་པོ་ལ་དེ་འདྲའི་ཚོགས་འདུ་ཞིག་འཚོགས་བྱས། ང་རང་ཚོ་འདི་ལྟ་འདི་དངོས་གནས་ཁོ་རང་འཐབ་རྩོད་ཀྱི་ང་ཚོ་འཐབ་རྩོད་པ་ཞིག་འདུག་ག་ལ། ལྷག་པར་དུ་དཔེ་གལ་ཆེན་པོ་ཆགས་ཀྱི་འདུག། དེའི་སྐབས་ལ་ང་ཚོ་གི་སུམ་ཅུ་ཐུབ་ཕྲན་དེ་ཅིག་ཚ་ཚ་དགུ་དགུ་དང་གང་བྱེད་ཅིག་རྒྱ་ནག་ལ་བརྡ་ལན་ཆེན་པོ་ཅིག་བསྟན་ཐུབ་ཡ་དང་ང་རང་ཚོ་ནང་ཁུལ་གྱི་འཐབ་རྩོད་དེ་ད་དུང་ཡང་ནུས་པ་ཆེ་རུ་བཏང་ཡ་དང་ང་ཚོ་ད་ལྟ་ཚོར་བ་ཆེན་པོ་ཡོད་ཟེར་བ། ཨ་ནི་ང་ཚོ་དུས་ནམ་ཡང་ང་ཚོ་གི་ཨ་ནི་བོད་ཀྱི་ལ་རྒྱ་དང་རེད་བ་འཐབ་རྩོད་དེ་ང་ཚོ་གི་མེད་རོ་དེ་ང་ཚོ་ག་འདྲེ་མོ་ག་འདྲེ་བྱེད་ད་ང་ཚོ་དེ་དེ་གཅིག་རེད་ག་འདྲེ་དེ་འདུག་ག་ལ་དེ་འདུག་ག་ལ་ད་ང་ཚོ་གི་དེ་གི་ད་གཙོ་བོ་གཞི་བཞག་བྱས་ཨ་ད་ལན་བྱམས་བརྩེའི་ལོག་གི་དེ་བྱེད་ན་ད་ག་འདྲེ་ང་ཚོ་གི་ད་འདྲེ་ཞི་བའི་གོམ་བགྲོད་ཅིག་ཨ་ནི།

རྒྱལ་པོ་རིན་པོ་ཆེ་ཞེས་དག་གང་ཆེའི་ཚད་མས་ཞི་བའི་ལམ་དང་རུ་བ་འཚེ་བ་མེད་པ་དེ་འདྲའི་ཞི་བའི་གི་གོམ་བགྲོད་ཅིག་ད་ལན་ངོ་མཚོ་གི་བོད་ཀྱི་གནད་དོན་ཙམ་མ་ཡིན་པ་དག་གང་ཆེའི་འཛམ་གླིང་ཡོངས་ལ་གང་ཆེ་ང་ཚོ་གི་དག་གང་ཆེའི་རེ་བ་གསར་བ་ཅིག་དང་རུ་བ་བསམ་མནོ་གསར་བ་དང་དེ་ནང་བཞིན་ང་རང་ཚོ་གི་ཞི་བའི་ཐོག་ནས་ཡང་དེར་དུས་རབས་ཉི་ས་བཅད་ཀྱི་དག་གང་ཆེའི་ངོ་མཚོ་གི་གྲོས་མོལ་གྱི་དེ་ཡིན་འདུག་ག་ལ་དེ་འདྲའི་ཐོག་ནས་ང་རང་ཚོ་གི་དངོས་གནས་ཞི་བའི་གི་གོམ་བགྲོད་ཅིག་ལེགས་སྒྱུར་སྤེལ་ཐུབ་ན། ཨ་ནི་དེ་ལ། སྤྱི་ཡོངས་ཀྱི་ཆ་ནས་ད་བོད་པ་ཡོད་ས་ཚང་མས་ཀྱི་སོ་སོ་སོ་གི་ད་རྒྱུ་མཚན་དཔག་ཚུལ་ལ་ན་རེ་མི་ཚོགས་ཡིན་ན་རེ་དཔལ་འབྱོར་ཆ་ཡིན་ན་རེ་ད་ལུང་པའི་གི་ཕྱི་ཡི་ལུང་པ་དེ་འདུག་ག་ལ་ད་ཅིག་ཚང་མ་ཐོག་ནས་ཞེན་མ་སྟབས་བདུན་རུ་བ་དེ་འདྲས་ཅིག་ང་རང་ཚོ་གི་དུས་ཚོད་ཐུང་ཐུང་ཅིག་ནང་དེ་འདྲས་ཅིག་ལས་རྒྱུ་སྤེལ་ཐུབ་ཡ་དེ་གཟི་བརྗིད་དང་དེ་ནང་བཞིན་ང་ཚོ་གི་ཆོག་མཆན་ཚང་མ་རག་ཅིག་ད་མི་ཚོགས་བ་ཅན་བཅོ་ལྔ་ས་ཆགས་གི་འདུག་བ་ཨ་དེ་ག་ལ་ང་ཚོ་མི་ཚོགས་ཞི་བའི་གོམ་བགྲོད་ཆ་ཤས་ལེ་ངེ་ཙམ་མ་ཡིན་པ། ལྷག་པར་དུ་དེ་ནང་ལའང་ང་ཚོ་ལས་ཀ་བྱེད་མཁན་མང་པོ་ཅིག་དང་ཆ་ཤས་གླེང་ཡོད་རེད། དེ་ཡིན་འདུག་ག་དེ་ཚོ་དངོས་གནས་ཁོ་ར་བཟང་སྤྱོད་ད་འདི་ང་རང་ཚོ་གི་ད་ལྟ་འཐབ་རྩོད་ཀྱི་ཐག་གང་ཅིའི་བརྗེད་མདོག་མ་བཟོ་ནང་ཚོ་གི་རྒྱལ་ཁ་ཟིན་ན་བོད་རང་བཙན་ཟིན་ན་རེད་བོད་ཀྱི་རང་དབང་འཐབ་རྩོད་ཟིན་ཉིན་མ་གཅིག་ནང་ཐོག་ཡ་ཡོད་མ་རེད། ཉིན་རེ་ཉིན་རེ་ལའང་ཚོ་འཐབ་རྩོད་རྩོད་དགོས་རུ་པ། དེ་ཡིན་འདུག་ག་འདི་ང་ཚོ་གི་རྒྱལ་ཁ་རེད་ད་གང་ཅི་དེ་འདྲའི་ཅིག་གི་རང་དབང་གི་ལུང་པ་ལ་དེ་འདྲའི་ཅིག་ང་ཚོ་གི་གཟེངས་སུ་ཐོན་པ་ད་གང་ཅིའི་ཞི་བའི་གི་དེ་འདྲའི་ཅིག་ལས་གུས་པས་འདུག་ག་ལ་འདི་གི་འཚོ་བ་ཤུགས་ཆེན་པོ་ཅིག་ད་གང་ཅི། བོད་ཀྱི་ཕྱི་ནང་གཉིས་ལ་ད་གང་ཅིའི་འཚོ་བ་ལས་ཐུག་རེད། ལྷག་པར་དུ་ད་ལན་འདི་འདྲའི་ཐོག་ལ་ངོ་མཚོ་གི་དངོས་གནས་ཁོ་རང་ད་ནེའུ་ཡོད་མི་སྣ་ཟེར་ན་རེད་ངོ་མཚོ་དེ་འདྲའི་མཉམ་ཞུགས་བྱས་ཡོང་འདུག་ག་ལ་དངོས་གནས་དགའ་ག་འགྲོ་རུ། དེ་འདྲའི་གི་ད་ངོ་མཚོ་གི་ས་བོན་ཟེར་ན་ད་ད་ནི་ལྟ་བོར་ད་གང་ཅི། དེའི་གི་ད་གང་ཅིའི་གཞོན་སྐྱེས་མང་པོ་ཅིག་ལ་དཔེ་བྱས་ན་མི་རབས་གསར་པ་ལ་ན་ད་སྤུ་གུ་དེ་ཚོ་ལ་ཡང་ངོ་མཚོ་གི་བོད་ཀྱི་རྒྱ་དག་ངོ་སྤྲོད་བྱས་ཡ་དང་རེད་བ། བོད་ཀྱི་ང་ཚོ་གི་ད་ལན་སུམ་ཅུ་ཚོ་རེ་ཁ་ཆེ་ནི་སྐད་རྒྱག་གི་ཡོད་རེད་བ། དེ་འདྲའི་ཅིག་ང་རང་ཚོ་དངོས་གནས་ཁོ་རང་གལ་ཆེན་པོ་ཆགས་འདུག་ཟེར་ན་རེད་བ་དེ་འདྲ་ཡིན།
ད་དེ་རིང་གཙོ་བོ་དེ་ང་ཚོས་གོམ་བགྲོད་བྱེད་ས་ས་གནས་དེ་ང་ཚོས་ང་རང་ཚོས་ད་སོ་སོ་གི་ནང་གི་རྒྱལ་ས་སོ་སོ་གི་རྒྱལ་ས་བེན་མའི་གྲོས་ཚོགས་འདི་དང་ནས་བྱས་ནས་གི་གྲོས་ཚོགས་དེ་ཐུ་མི་ཅིག་བཅར་འདུག་ཐུ་མི་དེ་གས་ཅིག་ཚོ་བ་ཆེན་པོ་ངང་ནས་སྐད་ཆ་མང་པོ་ཅིག་བཤད་སོང་ད་ངས་ཞུ་ད་ད། ཚུགས་མ་སོང། ཡིན་ན་སྐུ་ངོ་དེས་གོང་གི་ཅིག་འཚོ་བ་ཆེན་པོ་སྒང་ནས་སྐད་ཆ་མང་པོ་ཞིག་གསུངས་སོང། དེ་གར་སོང་ཡོད་ནས་གཙོ་བོ་ལེའུ་སྟེ། གཙོ་བོ་ད་ཁོ་རང་ཀ་ཐ་རི་ནཱ་ཐ་ཐཱ་པཱ་བྷེ་ལེ་ཚི་ཧུའི་བར་ལེགས་པ་ཁོ་རང་གིས་ད་ང་ཚོ་བོད་དོན་གྱི་ཁྱེད་རྣམ་པ་གི་འཚེ་མེད་ཞི་བའི་དང་ད་བདེན་མཐའ་དང་དེ་ནང་བཞིན་འཐབ་རྩོད་དང་དེ་ཚོ་ལ་དངོས་ནས་ཁོ་རང་སེམས་ཁུངས་ཀྱི་བེད་ཁོ་རང་དངོས་གནས་ཁོ་རང་འཚོ་བ་ཡོད་རེད་བ། ཨ་ནི་མོ་རང་ཆེད་མངགས་དུ་དེ་དག་ཁོང་ཚོའི་གྲོས་ཚོགས་འཚོགས་བཞིན་པ་རེད། དེ་ཡིན་དུས་ག་ལ་གྲོས་ཚོགས་དེ་དག་ང་ཚོ PG Group Tibet ལས་བ་བོད་དོན་གྱི་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་དེ་འདྲའི་མང་པོ་ཡོད་རེད། དེ་འདྲའི་གི་ད་ཁོ་རང་ཚོ་གི་ཚོགས་ཆུང་ཟེར་ན་རེད་ཁོ་རང་ཚོ་གི Core President ལས་བ་ཟུང་འབྲེལ་གྱི་ཚོགས་གཞོན་ཟེར་ན་རེད་བ་དེ་འདྲའི་མི་འདྲ་བཞི་ལྔ་ཅིག་འདུག་ད་དེ་ན་ངའི་གི་ཧ་གོ་ཡ་ལ་ད Fabian Molina ཚང་མས་ངོ་ཤེས་གི་རེད། ཨ་ནི་དེ་ན་བཞིན་དེ་དག་ང་ཚོ་སྦར་སིལ་ནས་ཡིན་པ་ད་ལྟ Graf Maria Graf Maria Graf པའི་སྐད་སྒྲ་ཆེན་པོ་རེད་བ་སྔོན་ལ་སྔོན་མ་གྲོ་ཚོགས་ཚོགས་གཙོ་བྱས་ས་རེད་དོན་གཙོ་གི་དེ་ཨོ་མཚོ་གི་ད་ལྟ་གསུང་འཕྲིན་ཞིག་ད་ལྟ་མ་ཕྱག་བཏགས་གནང་སོང་བ་སུ་མི་ཐུགས་འདྲན་བྱས་འདུག་ཨ་རེ་ཁོ་རང་ཚོ་གི་གཙོ་བོ་དེ་ང་རང་ཚོ་གི་ད་མང་གཙོ་དང་འཚེ་མེད་ཞི་བའི་ལམ་དང་ཨ་རེ་དེ་འདྲའི་ཞི་བའི་ཆོས་རྣམ་པ་གི་ད་དེ་འདྲའི་དེ་ལ་དངོས་གནས་ཁོ་རང་རྒྱབ་སྐྱོར་ཡོད་ཟེར་བ་དེ་འདྲའི་གི་ད་གང་བྱས་གི་རྒྱ་ནག་གི་ད་དྲང་ནུས་ད་དེ་ཐོག་ལ་ཨ་ནི་བོད་ཀྱི་བདེན་མཐའ་ད་དེ་ནང་བཞིན། གཙོ་བོ་དེ་དག་གང་བྱེད་ཀྱི་ང་ཚོ་གི་རང་དབང་འཐབ་རྩོད་དར་བ་ཡང་དེ་ཚོའི་ཆུ་དེ་དག་སྐད་ཡིག་རིག་གཞུང་དུ་ཚོར་ད་གང་བྱེད་ངོ་རང་ཚོ་གི་ད་ཞི་ཞི་བའི་གི་དེ་ལ་དངོས་གནས་ཁོ་རང་ཁོ་རང་ཚོ་གི་ཨ་མོ་རང་གི་དཔེ་དགའ་སྣང་དང་དེ་ནས་འཚོ་བ་ཆེན་པོ་ཐོག་ནས་དེ་ག་ལ་ང་རང་ཚོ་གི་དེ་ལ་ཨ་ནི་དཔེ་མི་སྲིད་ཡག་པོ་ཡོང་བ་རེད་བ་དེ་ཚང་མ་ཞུས་སུ་བ་ཨ་ནི་ད་ཞིབ་ཕྲ་ད་ཆེན་པོ་ཡོད་རེད་ད་དེ་ག་ལ་ཨེ་ཅང། གུང་དེ་ནས་མ་བཙལ་བའི་དེ་རིང་ད་ནས་མིན་ན་ང་ཚོ་ཅི་དང་ད་ནི་གྲོས་ཚོགས་འདི་དང་ནས་མ་བཙལ་ནས་ང་ཚོ་གུང་དོན་ཅི་རེད་དེ་ནས་གེ་ཚང་རྒྱ་མཚོ་རེད་ད་ད་ང་ཚོ་སྔོན་མ་ཁར་སང་ཚིག་གུ་ན་ག་ཚོད་ད་ད་ད་ལོ་ད་ད་ད་སྲིད་སྐྱོང་གི་དབུ་མི་གེ་ཚང་དོར་གྱི་ལ་ཉམས་ཞིག་གནང་འདུག་ད་མིན་ན་གེ་ཆེན་པོ་དེ་འདྲ་རེད་དེ་དེ་གི་ནམ་དེའི་སྒང་ལ་ཅིག་ཉམས་ཞིག་བྱས་ཡོང་དེ་གི་ཚོགས་གཙོ་ལ་ཡང་ཚོར་སྣང་ལ་ག་འདྲ་བྱུང་ཡོད་ན།
སྤྱི་ཡོངས་ཀྱི་ཆ་ནས་ད་ང་རང་ཚོ་དངོས་གནས་ཁོ་ར་ལས་འགུལ་ལ་ངེས་ད་འཐབ་རྩོད་ཀྱི་ལས་འགུལ་ད་ད་ཅི་མི་དམངས་ཀྱི་ལས་འགུལ་ཟེར་ན་རོ་བ་ད་དེ་དངོས་གནས་གལ་ཆེན་པོ་རེད་དེ་ག་ལྷག་པར་དུ་འདི་འདྲའི་ཅིག་སུད་ལ་ངེས་འདི་ད་གང་ཅི་འཛམ་གླིང་རྒྱལ་སྤྱིའི་ལྟེ་གནས་ཁང་ཆེན་པོ་ཅིག་ད་གང་ཅི་འཛམ་གླིང་ཉེ་འབྲེལ་རྒྱལ་ཚོགས་ཀྱི་ད་དེ་ཡོད་རོ་བ་ད་དེ་འདྲའི་ཐོག་ལ་ང་ཚོ་གི་ལས་འགུལ་ཅིག་སྤེལ་ན་རོ་བ་གཟེངས་སུ་ཐོན་རྒྱུ་ཡོད་རེད་ད་གང་ཅི་དེ་ག་ལ་གྲོས་ཚོགས་འཐུས་མི་ཡང་གནད་དོན་ཧ་གོ་ད་ད་གྲོས་ཚོགས་ཚོགས་ད་ཚོགས་བཞིན་པ་རེད་དེ་ག་ལ་ད་ང་རང་ཚོ་ད་ད་བེད་ཤེ་ན་སྐུ་ངོ་སྐལ་བཟང་ཅང་ཚེ་སྒྲོལ་བས་ན་དངོས་གནས་མི་ལོ་ད་རིས་པོ་ཅིག་ད་ག་རྗེས་ཁོ་རང་གི་རོ་བོད་རྒྱ་ཞེས་སྨོས་ཀྱི་དེ་ནང་བཞིན་ལས་ཀ་མང་པོ་བྱེད་འདུག་ག་ལ་ཁོང་ཚོ་གི་ཉམས་མྱོང་ད་ཁོ་རང་ཚོ་གི་ད་ག་རྗེས་ད་ཅིག་ཉམས་ཞིབ་ཟིན་ན་རོ་བ་དེ་འདི་འདྲའི་གི་གནས་ཡོད་མེད་ན་ད་ད་སྐུ་ངོ་སྐལ་རྡོར་ལགས་འདི་འདྲའི་སླེབས་འདུག་ག་ལ་ང་རང་ཚོ་ཅིག་ནམ་རྒྱུན་དུ་དཔེ་བཞིན་ན་ད་ན་བུད་མེད་ཡོད་རེད་ན་རོ་བ་ཨ་ནི་ལོ་རྒན་པ་མང་པོ་འདུག་བ་ཨ་ནི་ཡང་ལོ་ཆུང་བ་དེ་འདྲའི་འདུག་ག་ལ་དངོས་གནས་ཡང་འདི་མཉམ་རུབ་གི་ལས་འགུལ་འདི་ཡང། ཅིག། རྒན་གཞོན་བར་གསུམ་དེ་འདྲ་ཡིན་འདུག་ག་ལ་དེ་ངས་དངོས་གནས་སྐོར་ད་ལྟ་ཅིག་གནས་ཡོད་མེད་ན་ཟེར་ན་ང་ཚོ་དཔེ་ལྟ་ན། ད་གྲོགས་པོ་གྲོགས་མོ་འགྲོ་ག་ཅིག་ཅིག་ཚོར་བ་དེ་རེད་བ་དངོས་གནས་སྐོར་ཅིག་དངོས་གནས་ས་སྟེང་ལ་ཕབ་ནས་ང་ཚོ་དཔོན་པོ་ཟེར་ན་དེ་ཡང་དེ་ཡང་ཅིག། ཅིག་དཔོན་པོ་རང་དེ་ད་ལྟ་ཅིག་ག་ལ་བ་ད་ཅིག་ང་ཚོ་མི་དང་མི་མཉམ་དུ་ས་སྣེ་ས་ཐོ་ལ་རེད་བ། མི་མཉམ་དུ་འཚོ་བ་བསྐྲུན་འཐུས་ཡ་དེ་ངས་གང་ག་ནས་གལ་ཆེན་པོ་འཐབ་རྩོད་ཀྱི་ད་གང་བྱས་མེད་རོགས་དེ་ཉར་དགོས་ན་རེད་བ་ང་ཚོ་གི། མི་དམངས་དམངས་ཀྱི་ད་གང་བྱེད་དེའི་གྱི་འདུན་པ་དང་རེ་བ་དང་ཚོགས་ལ་འཚོ་བ་སྤྲོད་ཐུབ་མཁན་གྱི་གང་བྱེད་དཔེ་གལ་ཆེན་པོ་ཐེ་འདུག་ག་ད་ལན་དེ་འདྲའི་གྱི་ང་ཚོ་གཟི་བརྗིད་ཆེན་པོར་བསམ་གྱི་འདུག་དེ་འདྲའི་གྱི་ལོ་མང་པས་ཤི་ན་ལོ་བཅུ་གསུམ་ལྷག་ཆགས་ཀྱི་འདུག་ད་ལྟ་ངའི་སྐད་ཆ་གོ་ཡ་ལ་རེ་བ་ད་ད་ལྟ་གོམ་བགྲོད་དེ་ཕར་ཕྱིན་ངས་བསམ་པ་ལ་ཉིས་སྟོང་བཅུ་གསུམ་ལ་ཕར་ཕྱིན་གསུང་གྱི་འདུག་ག་ང་ཚོ་གི་ད་ལྟ་དབུ་མ། ང་ཚོ་གི་ཚོགས་གཙོ་ཟུར་པ་དེ་དག་གངས་ལྗོངས་ཚང་བློ་བཟང་ལགས་རེད་པ། ཁོང་དང་དེ་དག་བསམ་པ་དེ་དག་རང་ཚོ་གི་དམ་པ་ལགས་རེད་པ་བསམ་པ་དོན་འགྲུབ་དེ་འདྲའི་སྐབས་དུ་ཁོང་རང་ཚོ་གི་ཕ་ཆེན་ངེད་ཀྱི་གོམ་བགྲོད་དེ་དག་སངས་དཀར་ལས་ནས་ད་ཇི་ནི་བར་དུ་གོམ་བགྲོད་བྱེད་འདུག་བ་ད་དེ་འདྲའི་ཅིག་ད་ལན་ང་ཚོའང་གོམ་བགྲོད་ད་ལན་རྒྱ་གར་རིན་པོ་ཆེ་གི་ད་བྱམས་བརྩེ་གི་ལོ་ལ་ཨ་ནི་ཁྲི་མིའི་རྒྱལ་སྤྱིའི་གི་གོམ་བགྲོད་དུ་མང་ཆེ་བ་ཅིག་དྲག་པོའི་དང་ཞི་བ་ཡོ་རོབ་བ་དང་གང་ཅིག་དེ་ང་རང་ཚོའང་ཞི་བའི་གི་དེ་ཡང་ངེད་གི་དངོས་གནས་ཁོ་རང་ཅིག་མི་མང་དུ་ཚོ་ལམ་ཁ་ལ་ཐུག་འདུག་ག་ལ་དགའ་སྣང་བྱེད་ཀྱི་འདུག་བ། ང་ཚོ་གི་བོད་གི་རྗེ་དག་གི་ཅིག་ཞི་བའི་དུ་འགྲོ་འདུག་ག་ལ་ཁོ་རང་ཚོ་གི་ཅིག་མོ་དགྲ་ལྟ་ངན་དུ་ཚོས་ན་ཅིག་ཟུར་ནས་ག་ལེ་ག་ནས་འགྲོ་ཡ་ལ་སོགས་པ་དང་ཚང་མ་གི་འཚམས་འདྲི་ཞི་བའི་དང་ཁ་ཤས་གི་གནད་དོན་ལོ་ཆུང་ཆུང་པོ་མང་པོ་ཞུ་ཐུག་སོང། དེ་འདྲའི་སློབ་ཕྲུག་ཚོ་ཁྱོད་རང་ཚོ་ག་རེ་སྐད་འབོད་རྒྱག་གི་ཡོ་རེད། འདི་གར་འདི་ཁོ་རང་ཚོ་གོ་ཐོག་སྤེལ་ཡག་ཁྱོད་ཚོ་མི་རིགས་དངོས་རིགས་གོ་ཐོག་སྤེལ་ཡག་གལ་ཆེན་པོ་རེད་ད་ག་ཇེ་འདི་ངས་ཡག་པོ་གཏོང་སོང་ནི་ཁོ་རང།
དེ་མཐའ་མ་དེ་ང་ཚོ་སྤྱི་བཏང་ང་རང་ཚོ་ད་དེ་རིང་གོམ་བགྲོད་བྱས་རེད་སང་ཉིན་གསུམ་གཅིག་དེ་དྲན་ལ་ད་ང་ཚོ་ཁུལ་ཆེན་པོ་མི་མང་འཛོམས་དགོས་ཡག་དང་དེ་འདྲའི་གི་ཡང་ཀུང་ཅི་དྲན་སྐུལ་འདྲ་དེ་འདྲའི་དྲན་སྐུལ་འདྲ་གནང་ཡག་ཡོད་ན་མིན་ན། ཡིན་ད་ཡིན་ད་ག་ཇེ་ད་ལན་སྡིངས་ཆ་འདིའི་ཐོག་ནས་ད་ག་ཇེ་རེད་བ་ད་ལན་ཉི་མ་དང་པོ་ཆགས་ཀྱི་ཡོད་རེད། ཨཱ་ནི། དངོས་གནས་ཁོ་རང་ད་ལྟ་ང་ཚོ་གི་ད་དོན་ཁང་གི་རྒྱུད་ན་ཡིན་ན་རེད་རེད་བ། ཨཱ་ནི། ད་ལྟ་ང་ཚོ་གི་ད་གསར་འཕྲིན་འདྲ་མིན་སྣ་ཚོགས་གཞུང་གི་ན་རེད་རེད་བ། དེ་ན་བཞིན་གསར་འཕྲིན་སྒེར་གི་ན་མང་པོ་ལ་ང་ཚོ་འབྲེལ་ལམ་བྱས་ཡོད་རེད་རེད་བ། ཨཱ་ནི་དྲིལ་བསྒྲགས་ཤུགས་ཆེན་པོ་དེ་ཚོ་དུ་ང་ཚོ་ད་ལྟ live ལེགས་རེད་བ། དེ་དང། དེ་འབྲེལ་ཡང་འགྲོ་ཡོད་རེད་ད་ད་ད་ང་ཚོ་གི་ཐེ་ཐེ་ཀེ་ཨེས་ཨེལ་རེད་བ། ང་ཚོ Swiss བོད་རིགས་མི་མང་གི་ཚོགས་པ་གི་ད་གོ་འབྱེད་གོ་སྒྲིག་ཐོག་ལ་ན་རེ་གསར་འཕྲིན་གི་རྒྱུད་ན་ད་གང་ཆེ་འདི། ཉེས་པའི་གཞི་བདག་གང་བྱེད་ཡོངས་འཇུག་གི་བསམ་རེ་ཟ་མིག་མ་ཨ་ནི་སུམ་ཅུ་དུ་དྲན་ཏེ་ད་བེམ་མི་སྲིད་གལ་ཆེན་པོ་བྱ་དགོས་རེད་ངེད་ཀྱི་འབོད་སྐུལ་ལ་ད་གང་བྱེད་ས་གནས་ས་ཐོག་ཁ་བ་ཡོད་ན་ད་གང་བྱེད་རྒྱ་བོད་འབྲུག་གསུམ་མི་ན་རེ་ཕྱི་རྒྱལ་ཡུ་རུབ་དུ་ཁ་བ་ཡིན་ན་ད་གང་བྱེད་ཚང་མས་ཀྱི་ངོ་ནས་ཁོ་རང་གལ་ཆེན་པོ་བརྩད་ནས་རེད་བ་སོ་སོ་གི་མཉམ་ཞུགས་བྱེད་མ་བྱས་པའི་རྩམ་དག་ཡིན་དང་རེད་བ། དེའི་ནང་བཞིན་གྱི་སོ་སོ་གྱི་བུ་ཕྲུག་ཡིན་ན་དངོས་གནས་ཁོ་རང་ཉི་མ་འདི་ལ་གང་ཅིའི་སློབ་གྲྭ་དགོན་པ་ཞུས་དགོས་ན་རེད་རེད་བ། དེ་འདྲའི་ཉི་མ་གཅིག་ང་ཚོས་དུས་ཚོད་བཏང་དགོས་ན་འདི་དངོས་གནས་གལ་ཆེན་པོ་རེད། ཨ་ནི་ང་རང་ཚོ་གི་ལྷག་པར་དུ་ང་རང་ཚོ་གི་མི་རིགས་ཀྱི་ལག་ཆ་དང་རེད་བ། འཐབ་རྩོད་ཀྱི་དེ་མ་གཅིག་ཅིག་འཕྲོད་ཡ་བྱོས་རེད་བ། ད་འདི་དངོས་གནས་ཁོ་རང་གལ་ཆེན་པོ་འདུག་ག་ལ། ཨ་ནི་དེ་འདྲའི་གི་སོ་སོ་གལ་ཆེན་པོ་མཐོང་གི་ཡོད་ལ། ཨ་ནི་དེ་འདུག་ལྷག་པར་དུ་ད་ལན་རྒྱལ་ས་ཛུ་རིག་ལ Wertmüllerplatz ལ་ད་གང་ཆེ་ཆུ་ཚོད་བཅུ་དང་ཕྱེད་ཀ་ལོངས་ཚོ་འདི་འདྲའི་བྱེད་ལག་གི་ཡོད་རེད་རྒྱ་མི་གི Consulate ལ་དེ་ན་ཤེས་ཐུབ་ད་ང་ཚོ་གི་ཞི་བའི་གོམ་བགྲོད་གི་ཚོགས་བཅར་བ་ལ་ན་རེ་མཉམ་ཞུགས་བྱེད་མཁན་ལ་ན་རེ་མི་འདྲ་བཅོ་ལྔ་སོས་རེད་དོན་ཚོ་ལ་དངོས་གནས་གནས་ལས་ཞུ་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་ཡིན་དུ་ག་ལ་མི་དམངས་གང་མང་མང་དངོས་གནས་ཁོ་ར་ད་ལན་ང་ཚོ་གི་འབོད་སྒྲ་དེ་སྐད་ཀྱི་རྒྱབ་དུ་ག་ལ་རུ་བ་རྒྱ་ནག་གི Embassy ལ་ན་རེ་གཞུང་ཚབ་སེ་ན་ཐག་རིང་པོ་ག་ཟེ་ཅིག་ང་ཚོ་བཞག་ན་ཁོ་ཚོ་སྐད་གོ་ཡ་ཅིག་དེ་འདྲའི་ཅིག་འབོད་སྒྲ་ཅིག་ང་ཚོ་གི་འབོད་ཐུ་བ་བྱེད་དགོས་རེད་ཐེ་འདུག་ག་ལ། ང་ཚོ་གི་བོད་དོན་གི་འཐབ་རྩོད་དེ་གཙོ་བོ་གཞི་ལ་བཞག་ཆེད་ཨ་ནི་གང་ག་ན་ནས་ང་རང་ཚོ་གི། དངོས་གནས་མཐུན་སྒྲིལ་དང་གཅིག་སྒྲིལ་གི་ད་གང་ཅིའི་ངོ་བོ་དེ་ད་གང་ཅིའི་དངོས་གནས་རྣམ་པ་ཡག་པོ་ཞིག་སྟོན་ཐུབ་ན། དེའི་ཐོག་ལ་ང་རང་ཚོ་གི་ད་ག་འདྲའི་གུ་ཡངས་སམ་གང་ཡང་ད་ཕར་ཚུར་བཀའ་མོལ་གནང་ཡང་ད་དུས་རབས་ཉི་ཙ་གཅིག་གི་ད་གང་ཅིའི་ང་ཚོ་གི་གྲོས་མོལ་ལ་ན་རེ་འདྲ་ལོག་ལགས་རེད་བ། དེ་འདྲའི་གི་ཐོག་ནས་ང་རང་ཚོ་བསམ་ཤེས་བྱས་ཏེ་གང་བྱས་ང་ཚོ་བོད་མི་རིགས་གཅིག་ཡིན་པ་རེད་བ། འདུ་ཤེས་གཅིག་ཡིན་པ་དེ་འདྲའི་གི་བསམ་བློ་ཁེལ་ནས་ང་རང་ཚོ་ད་ལེན་ལས་ཀ་བྱས་ན་ང་ཚོ་གི་འགྲུབ་ཡག་གི་ད་གང་བྱས་ག་རེ་ཐོག་ནས་ང་ཚོ་གི་ལས་འདི་འགྲུབ་གི་རེད་ཟེར་ནས་རེད་བ། ཨན་ཐུགས་རྗེ་ཆེ་ཞུ་བ་ཡིན་བཀའ་དྲིན་ཆེ། ཐུགས་རྗེ་གུང་ཐུགས་རྗེ།